རྣམ་པ་དང་ནི་སློབ་ཕྲུག་རྣམ་པ་ཡོངས་ལ་སྔ་དྲོ་བདེ་ལེགས་ཞུ་བ་དང་སྦྲགས། ནི་ད་ད་ལྟ་དེ་བགྲོ་གླེང་གཉིས་པ་དེ་ཚོགས་ཐེངས་གཉིས་པ་དེ་དུལ་བ་དུལ་བ་བགྲོ་གླེང། ད་དེ་ཡང་བརྗོད་གཞི་དེ་ནི་གཞི་གཞི་གསུམ་གྱི་ཆོ་ག་དང་ནི་གཞི་བཅུ་བདུན་གྱི་སྐོར།

རྫས་བརྒྱད་པོ་མི་འགྱུར་རྡོ་རྗེ་གི་དུ་བ་དེ་ལ་དེ་ཁག་པོ་ཡིན་ཏེ་དེ་ནི་དེ་འདྲ་མིན་སྣ་ཚོགས་ཀྱི་སྒོ་ནས་ཁྱེད་ཡོང་ནས་དེ་ནས་ང་ཚོ་ལ་དེ་ནི་གོ་བ་གནང་གི་ཡོད་རེད་ཡིན་ན་ཡང་འདི་ག་གི་ཡང་གོ་བ་ལེན་མ་འདོད་དུས་དེ་ནི་ཕྱོགས་རིས་དགའ་བསོ་དེ་ནི་དགེ་བཤེས་ཉིན་དགེ་བཤེས་ཛེ་མོན་མཆོག་ལ་ཡིན་ན་དེ་ནི་དུས་རྟག་ཏུ་ང་ཚོ་ལ་སྐད་ཆ་འདྲ་དྲིས་འདོད་ཡོད་ཕ་ཚེ་དགེ་ལ་ཡང་ཏིས་ཉི་མ་རྟོགས་པ་དྲིས་འདོད་དེ་དགོངས་པ་ཚུགས་ཀྱི་མེད་ན་འགྲོ་ཡང་བསམ་གྱི་འདུག་འདི་རིང་ཡིན་དུས་གང་ལ། ཁོང་རྣམ་པ་གཉིས་ཀྱི་བཀའ་དྲིན་ལ་བརྟེན་ནས་ད་དུ་བ་ཏི་ཤེས་པ་ནི་ཁོང་རྣམ་པ་གཉིས་ཀྱི་བཀའ་དྲིན་ཆེན་པོ་ཡིན་འདུག་ག་ལ་དེ་ནི་དེ་གཅིག་ཡིན། གཉིས་པ་དེ་དེ་ནི་ད་ཕ་ཆེ་དུ་བ་གི་བགྲོ་གླེང་ང་རང་དམ་བཅའ་ཞུགས་ནས་དེ་རིང་དུ་ཡ་དེ་ད་ང་རང་གི་མི་ཚེ་དེ་ལ་ད་ཐ་མ་འགྲོ་ཡིན་ས་རེད་རོགས་ང་རང་གི་མི་ཚེ་དེ་ལ་ད་ཐ་མ་འགྲོ་ཡིན་འདུག་ག་ལ་དེ་ནི་འདི་གི་བཀའ་དྲིན་རྗེས་དྲན་གི་དོན་དུ་དགེ་ལ་རྣམ་པ་གཉིས་ལ་དེ་ནི་མཆོད་པ་བྱས་པ་ཡིན། ད་མཆོད་པ་བྱས་པ་དེ་དེ་ནི་མ་གཅིག། ཀློག་བཞག་པ་ཡིན་ན། མཁན་པོ་ནོར་བུ་རྒྱལ་མཚན་ལ་ཕྱག་འཚལ་གུས་པའི་མཆོད་པ་འབུལ་དགེ་བཤེས་འཇམ་དབྱངས་པ་ལང་ཚེ་གཉིས་ལ་གསོལ་བ་འདེབས་པར་བགྱི་མཁན་པོ་དམ་པའི་ཞལ་སྔ་ནས་དུ་བའི་བུ་ཁྲི་ཐོད་པའི་གསོས། དགེ་བཤེས་ཐུགས་ཀྱི་གཏེར་མཛོད་ལས། མཆོད་པའི་རིན་ཆེན་རྙེད་པའི་བཀའ་མཁན་པོ་ནོར་བུ་རྒྱལ་མཚན་ནས་དུ་འཛིན་མཁས་པ་བླ་མ་དམ་ཚུལ་རིན་དབང་པའི་རང་བཞིན་ཅན་དགེ་འདུན་ཆོས་ཀྱི་གཙོ་བོ་སྟེ་དགེ་བཤེས་འཇམ་དབྱངས་ཤེས་རབ་བརྟན་མཚན་མ་རིག་པའི་དབང་པོ་སྟེ་གཞུང་ལུགས་དོན་ལ་འཇུག་པ་དང། ཉམས་ལེན་ཟུང་འབྲེལ་སྟོན་མཁས་པ། གཉིས་ཀྱི་བཀའ་དྲིན་ཆེན་པོ་ཡིན་དུ་བའི་ཆོས་ཀྱི་རྒྱ་མཚོ་ནི། ཚུལ་ཁྲིམས་རིན་ཆེན་བླང་བ་དེ་སྟོན་པའི་སྒོ་ནས་འགྲོ་དོན་མཛད། ཁྱིམ་པའི་དང། དེ་སྔ་མོས་གང་དང་ཤེས་རབ་སྣང་བ་ཡིན་དུ་བའི་སྤྱི་དོན་ཞིབ་ཕྲ་དག་གསར་བ་སྟོན་པར་མཛད་པ་སྟེ། བླ་མ་གཉིས་ཀྱི་ཞབས་པད་ལ། གུས་པས་ཕྱག་འཚལ། རྟག་ཏུ་གུས་པས་ཕྱག་འཚལ་ཞིང། བསླབ་པའི་གཞི་བཟུང་དག་པར་བཟུང། དམ་ཚིག་སྡོམ་པ་མི་ཉམས་མཛད།

རང་གི་སྐད་ལ་ལེགས་པར་བསྒྱུར་ཏེ་ཕྱོགས་མཐར་སྤེལ། བཀའ་དྲིན་ཅན་གྱི་ལོ་ཙཱ་རྣམས་ཀྱང་སྤྱི་བོར་ཆུད། ཆུ་ཀྲུང་འཆང་བའི་དྲི་བཟང་མ་དགོས་ཅིང་དྲན་ཤིང་བག་ཡངས་ནམ་ཡང་མ་འདོར་ན་དུར་བ་འཛིན་པའི་མཆོག་ཏུ་བསྔགས་པ་ཡི་བཙུན་པ་ཉེ་བར་མཁོ་ལ་གུས་པས་འདུད། ལུང་སྡེ་བཞི་དང་བཅུ་ཡང་ཅུང་ཡང་མི་འགལ་བས་ཐམས་ཅད་ཡོད་མ་ཡིན་དུར་བ་འཛིན་པ་ལ་སྤྲིན་ལྟར་རང་བཞིན་སྐྱེ་བར་ངག་བྱིན་ལ། བཀའ་དྲིན་ཅན་གྱི་ཡོན་ཏན་འོད་ལ་འདུད་གཞོན་ནུའི་དུས་ནས་དུར་བ་བུམ་ལྡན་རྣམས་ཁོང་དུ་ཆུད་ཅིང་ཕྱི་ཚུལ་རྩོམ་པ་ལ་མཁས་པའི་རྩེ་མོར་སོན་ཅིང་བུ་གུར་ཤོམ། སྐར་མ་ཡི་མཚན་ཅན་མི་བཞུད་རྡོ་རྗེར་གཏུག། ལུས་ཀྱི་ངུར་སྨྲིག་གོས་ཅིང་དུར་ཁྲིམས་ལྡན་ངག་ནི་འཇམ་བཟང་ལྗོན་ཤིང་གསོལ་བར་དུ། ཏུ་ཡི་ག་ན་མེད་པར་སྙོམས་པ་དེ་དགེ་བའི་བཤེས་གཉེན་རྣམས་ལ་ཕྱག་དང་ལོ། འཇིག་རྟེན་ཁམས་འདིར་གཞན་དྲིང་མི་འཇོག་པ་སུ་ཞིག་ཡོད་ཅེས་རྫུན་མའི་དོན་དུ་ཡོད་དེ་ཕྱིར་འདི་ལ་ཡང་བསམས་པ་ན། བདག་གིས་ཚུལ་སྟོན་ཅུང་ཟད་གོ་བ་ཡང་དགེ་བའི་བཤེས་ཀྱི་བཀའ་དྲིན་ཉག་ཅིག་ལགས། དེ་ཕྱིར་ཆོས་རྣམས་གང་ལའང་མ་བརྟེན་པར། རང་གི་ངོ་བོས་གྲུབ་པ་ཅི་ཡང་མེད་རིག་པས་བརྟགས་ན་དགེ་བའི་བཤེས་གཉེན་ནི། ཀུན་གྱིས་མི་འཇོག་དོད་པ་དང་མི་འདོར་དོད་པའི་ཡུལ་དུ་གྱུར། ཞེས་ཡུལ་རང་ཉིད་སྐྱེ་བོ་དམ་པའི་སྤྱོད་པ་དང་མཐུན་པར་བྱ་བའི་དོན་དུ། ཡུལ་དམ་པ་རྣམས་ལ།

ད་ལྟའི་སྐད་ཆེན་པོ་ཞིག་གསུངས་སོང་ཨ་ནི་འདིའི་ཐོག་ལ་རྣམ་པ་ཚོས་དྲི་བ་གང་མང་ཡོང་བའི་རེ་བ་ཡོད། ཨ་ནི་དེ་དང། རེད་ད་དྲི་བ་གཙོ་བོའི་གཙོ་བོ་དེ་ད་ང་ཚོ་དེ་སྨན་གྱི་ཆེད་ཐོག་ཏུ་དྲི་བ་ཡག་པོ་ཡོང་བའི་རེ་བ་ཡོད། མ་གཞི་ནས་རེ་རེ་ནས་སྒྲོག་སྦྱང་བྱེད་དགོས་དགོས་ཡ་མེད་དོ་གང་ཡིན་ཟེར་ན།